ྋགོང་ས ྋསྐྱབས་མགོན་ཆེན་པོའི་དུས་དང་རྣམ་པ་ཀུན་ཏུ་སྐད་ཡིག་དེ་དང་བོད་པའི་སྐད་དེ་སྲོག་རྩ་ཡིན། ད་རྒྱལ་ཁབ་ག་འདྲའི་ཆེ་ན་སྐད་ཡིག་དེ་སྲོག་རྩ་རེད། སྲོག་མེད་ན་ང་ཚོའི་ལུས་དེ་ད་རོ་ཆགས་རུ་བ་དག་ནང་བཞིན་སྐད་ཡིག་དེ་ཧ་ལས་པ་གལ་ཆེན་པོ་རེད། ད་ད་ལྟའི་སྙན་ངག་ཉིད་མི་རབས་ཀྱི་དུས་ཚོད་སྐབས་ལ་བོད་སྐད་ཡག་པོ་རྒྱབ་ངེས་བུའུ་ཡག་པོ་ཤེས་ངེས་ཕས་མང་པོ་ཡོད་ལ་ང་ཚོ་བོད་ནི་འབྱོར་ཚགས་ཟེར་བ། དེའི་སྐབས་དེ་ཨིན་གར་བཞུགས་པ་ཟེར་ན་ཨིན་སྐད་བྱང་ཨ་ལ་ཨིན་སྐད་བྱང་ཨ་ལ་ཨིན་འདི་འདྲས་ཅིག་བཞུགས་ནས་ཨིན་སྐད་ཡག་པོ་རྒྱག་ཐུབ་ན་ཨ་ནི་ཚང་མས་ཞི་བོ་ཆེ་འཇོན་པོ་དང་ཨ་ནི་ཤེས་ཡོན་ལྡན་པོ་ཆེ་རེད་འདི་འདྲའི་ཆེད་ལ་ཚིག་གི་རེད། ད་ད་ཆ་ལོ་དྲུག་ཅུ་ལྷག་ཕྱིན་པའི་སྐབས་ལ་ད་གར་ཆགས་ཡོད་རེད། སྙིང་གའི་རྒྱབ་ཐུག་ངའི། བུ་ཆུ་ཅོག་ལས་འབུལ་བར་བྱ། ད་རེད་མ་རེད་མ་རེད། ད་བུ་གའི་གཙང་མ་རྒྱབ་ཐུག་ངའི། ད་གཟི་བརྗིད། བུ་གའི་གཙང་མ་རྒྱབ་ཡོང་དུས་དེ་ག་བ་སྒོམ་དགོས་ཡ་དང། སྐྱིད་སྣང་འདྲ་སེམས་པའི་ནང་ལ་ཤར་དགོས་ཡ་གི་དུས་ཚོད་ད་ཤར་རྒྱབ། རེད་མ་རེད།

འཐུང། འཐུང། མྱོང། འཚོ་བ་བྱེད། དཔེ། འདི་འདྲས་བྱེད་མཁན་ཙང་ངས་ཁྱང་ཚོ་ལ། ཞུ་བ་འདྲ་བྱེད་ན། ཏག་ཏག་དེ་གོ་རེད། ག་རེ་ཞུ་བ་དེ་གཉིད་ལམ་བཏང་ཆོག་ཡང་མ་རེད་ག་རེ་ཞུ་བ་དེ་ང་རང་གི། ཅིག། དྲན་ནས་བཤད་བསྡད་པ་ཡང་མ་རེད་ཡིན་ག་རེ་ཞུ་བ་དེ་དངོས་གནས་དྲ་གནས། ལོ་དྲུག་ཅུ་ལྷག་གི་དུས་ཡུན་འདིའི་ནང་ལ། གནས་སྟངས་འགའ་རེ་ཆགས་པ། འགྱུར་བ་འགའ་འདྲའི་ཕྱིན་པ། ཚང་མ་དཔང་རྟགས་ནང་བཞིན་དང་དཔང་རྟགས་བསྟན་ཞུ་ལབ་ཡོད་འདུག་ཨ་ཏའི་ཡིག་ཆའང་ཚུར་དཔང་རྟགས་ཞུ་བསྡད་པ་ནང་བཞིན་རེད་འཁྲུངས་བསྡད་ཞུ་བསྡད་པ་བདེན་པ་བདེན་ཀྱང།